འཛིན་གྲྭ་བཅུ་བཅུ་པའི་སློབ་གཉེར་བ་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་དེ་རིང་སློབ་ཚན་དུ་དབུ་འཛུགས་ཞུ་ཡ་ཡིན། ད་ཁ་སང་ང་ཚོ་སློབ་ཚན་གཉིས། འདི་དགོང་ལ་སློབ་ཚན་གཉིས་ཕྱིན་ཡོད་རེད། བོད་དང་ཁྱིམ་མཚེས་རྒྱ་ནག་ཟེར་ཡ་དང་བཙན་གནོན་བཙན་འཛུལ་ཟེར་གཉིས་དེ་ཕྱིན་པ་རེད་དེ་རིང་འཛིན་གྲྭ་བཅུ་གཅིག་ནང་ལ་ཡོད་པའི་ཀྱི་སློབ་ཚན་གསུམ་པ་འཛིན་ནམ་ལེའུ་གསུམ་པ་དེ་རྒྱ་མི་གུང་ཁྲན་ནང་བསྲེགས་དེ་སྔ་འགྲོ་ཡ་ཡིན། རྒྱ་མི་གུང་ཁྲན་ནང་བསྲེགས་པའི་རྒྱུ་མཚན་ག་ཞིག་ལབ་པ་ནི་སྐྱབས་མགོན་རིན་པོ་ཆེ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་ལོ་ལ་རྒྱ་ནག་ལ་ཕེབས་ནས་ལོ་གཅིག་ཙམ་གྱིས་རྒྱ་ནག་བཞུགས་པ་རེད་བ་བྱས་ཙ་རྒྱ་ནག་བཞུགས་པའི་རིང་དེ་ལ་རྒྱ་ནག་ནང་ལ་གང་བྱུང་ཡོད་པ་དེ་གནས་ཚུལ་བཀོད་ཡོད་པ་དེ་ནི་རྒྱ་ནག་གུང་ཁྲན་ནང་བསྲེགས་ལབ་རེད་ད་ཀ་བ་དེ་ཟིག་ཨ། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་ལོར་མདོ་སྐྱབས་མགོ་འཁྲིད་ཕེབས་ཡར་ལོ་དེར་རི་དྭགས་རྒྱ་ནག་ཕེབས་ལོ་དེ་ལྔ་བཅུ་ང་བཞི་ལོར་རྒྱ་ནག་གི་རྩ་ཁྲིམས་གཏན་འབེབས་བྱེད་རྒྱུ་གར་ཕྱིན་ཕེབས་སུ་སླེབས་པ་ཡིན་ན་རྒྱ་ནག་གི་རྩ་ཁྲིམས་གཏན་འབེབས་བྱེད་རྒྱུར་ཚོགས་འདུར་གོང་ས་མཆོག་ལ་ཕེབས་དགོས་པ་འཇོག་པ་ལྟར་སྐུ་འཁོར་འཐུས་མི་བཅུ་ཆེད་ཕེབས་ལ་སྐྱབས་མགོན་རིན་པོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་ལོ་ལ་རྒྱ་ནག་གི་རྩ་ཁྲིམས་གཏན་འབེབས་བྱས་ཡ་ཡིན། རྒྱུ་མཚན་དེ་ལས་དེ་ནི་གོང་ས་མཆོག་ཁྱེད་རང་གཙོ་བོ་གྱུར་བའི་གི་འཐུས་མི

ཤིས་ངན་སོགས་རྒྱ་ནག་གི་ཡུལ་ཤིས་ངན་རྒྱ་ནག་ཡུལ་གྱི་མིང་རེད་ཤིས་ངན་དུ་སྐྱབས་མགོན་རིན་པོ་ཆེ་དང་སྐུ་ཕྲེང་བཅུ་བཞི་པ་དང་པཎ་ཆེན་རིན་པོ་ཆེ་སྐུ་གོང་མ་དང་ཐ་མ་པཎ་ཆེན་སྐུ་ཕྲེང་བཅུ་པ་པཎ་ཆེན་རིན་པོ་ཆེ་གཉིས་མཇལ་འཕྲད་བྱུང་བ་རེད་ལབ་རེད། དེ་ནི་མཇལ་འཕྲད་དེ་ནི། མཇལ་འཕྲད་དེ་ག་དེ་ནི་མཇལ་འཕྲད་དང་པོ་མིན་ཏེ་ཟེར་བ་ན་སྐྱབས་མགོན་རིན་པོ་ཆེ་དང་པཎ་ཆེན་རིན་པོ་ཆེ་གཉིས་ཆིག་སྟོང་དགུ་བཅུ་ལྔ་བཅུ་ང་བཞི་ལོ་ལ་མཇལ་འཕྲད་དང་པོ་དེ་རེད་བ་ཟེར་ན་མ་རེད་ལབ་རེད། དེ་སྔོན་བོད་དུ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གསུམ་ལོར་མཇལ་འཕྲད་དང་པོ་བྱུང་སོང་སྐྱབས་མགོན་རིན་པོ་ཆེ་དང་པཎ་ཆེན་རིན་པོ་ཆེ་གཉིས་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གསུམ་ལོ་ལ་བོད་ཀྱི་རྒྱལ་ས་ལྷེ་ས་ལ་མཇལ་འཕྲད་བྱུང་ཡོད་རེད། ག་པར་དེ་སིའ། གོང་ས་མཆོག་རྒྱ་ནག་ཏུ་ཕེབས་སྐབས་མའོ་ཡིས་ཕེབས་བསུ་གཟབ་རྒྱས་ཞུས་རོགས། གོང་ས་རྒྱ་ནག་ལ་ཕེབས་པའི་སྐབས་ལ་མའོ་ཚེ་ཏུང་གིས་ཕེབས་བསུ་དཔེ་མི་སེར་གྱི་རྒྱ་ཆེན་པོ་གཟབ་རྒྱས་ཞེས་པོ་རྒྱ་ཆེན་པོ་ཞེས་གཟབ་རྒྱས་གཟབ་དང་གཟབ་ཞིང་རྒྱས་པ་གྱིས་ཕེབས་བསུ་ཞུས་པ་རེད་ལབ། དེ་མིན་མི་མང་མི་མང་བྱིངས་ཀྱིས་ཀྱང་བཅོས་མའི་ཕེབས་བསུ་མང་དག་ཞུ་ད་འདི་གོ་རྒྱུ་ཡོར་ད་ད་མི་མང་བྱིངས་སྐྱབས་མགོན་རིན་པོ་ཆེ་ལ་ཕེབས་རྒྱ་ནག་ཕེབས་པའི་སྐབས་ལ་རྒྱ་ནག་གི་མི་མང་བྱིངས་སམ་མི་མང་མང་པོ་ཅིག་གིས་མི་མང་རྣམས་ཀྱིས་ཀྱང་སྐྱབས་མགོན་རིན་པོ་ཆེ་བཅོས་མའི་ཕེབས་བསུ་མང་དག་ཞུ་བ་རེད་ལ་ད་བཅོས་མའི་ཕེབས་ལག་པ་རྒྱུ་མཚན་ག་ཟེར་ན་རྒྱ་ནག་དེ་བཙན་པོ་ཨོང་ཡོད་རེད་བ་ག་ས་མི་ཚང་མ་རྣམ་འགྱུར་གཅིག་པུ་གཅིག་ཀྱང་ལག་པ་གཅིག་པུ་ཅིག་བརྡབ་བཅུག་གི་ཡོར་འདི་འདྲའི་རྣམ་འགྱུར་དང་ལག་པ་གཅིག་པུ་གཅིག་ཀྱང་བརྡབ་བཅུག་གི་ཡོར་རེད་བ།

ཨོ་རྒྱན་ཏཱ་ལའི་བླ་མ་ཕེབས་པའི་སྐབས་ལ་ཁྱེད་ཚོས་ཕེབས་བསུ་ཡག་པོ་ཞུ་བ་དང་གདུང་གི་རྣམ་འགྱུར་དང་ལག་པ་འདར་བ་ཅི་ཕ་ཅིས་ཀྱང་བྱེད་འོས་རེད་ཡོད་ལབ་པ་ལ་བརྟེན་ནས་ཁྱེད་ཚོས་བཅོས་མའི་རྣམ་འགྱུར་ལ་བཅོས་མ་སེམས་རྫུན་མ་རེད་བ། སེམས་གཏིང་ནས་དགའ་བ་མེད་པ་ཡིན་ན་ཡང་ཨོ་དགའ་བ་ཡོད་མདོག་མདོག་བྱས་ནས་ཕེབས་བསུ་བྱས་འོ་དེ་ཕེབས་བསུ་མང་དག་ཞུས་པ་རེད་ཞེས་གསུངས་ལབ། གོང་ས་མཆོག་རྒྱ་ནག་ཏུ་ཕེབས་ནས་ཉིན་གཉིས་ཆེད་མའོ་ཚེ་ཏུང་དང་མཇལ་འཕྲད། འཇགས་འཕྲད་སྐབས་སུ་སྐྱབས་མགོན་རིན་པོ་ཆེ་རྒྱ་ནག་ལ་ཕེབས་ནས་ཉི་མ་གཉིས་བྱས་ལ་མའོ་ཚེ་ཏུང་དང་ཐོག་མར་འཇགས་འཕྲད་སྐབས་ལ་ལབ་རེད། སྐབས་ཕྱི་རྒྱལ་དཔོན་རིགས་དང་དཔོན་རིགས་དང་གཅིག་མཚུངས་དགའ་བསུ་ཞུ་རོགས། ཕྱི་རྒྱལ་དཔོན་རིགས་དང་རྒྱ་ནག་དང་ཨ་རི་མ་ཁ་རྒྱ་གར་དང་ཨ་རི་དང་ཕ་རན་སོགས་རྒྱ་ནག་སུས་ཀྱི་ཕྱི་རྒྱལ་སུས་ཀྱི་དཔོན་རིགས་ཕེབས་པ་ཡིན་ན་ཡང་དེ་དག་གི་དེ་དག་གི་དཔོན་པོ་དང་དཔོན་པོ་ཕེབས་པའི་སྐབས་དེ་ཕེབས་བསུ་དེ་ག་ས་དེ་དག་གིས་དཔོན་པོ་ཕེབས་པའི་སྐབས་དེ་སྐབས་སུ་ཕེབས་བསུ་ཞུ་བ་དང་སྤྱི་དཔོན་གཅིག་ཀྱང་སྐྱབས་མགོན་རིན་པོ་ཆེ་ལ་ཡང་གཅིག་མཚུངས་བྱས་ནས་ཕྱིར་རྒྱལ་ཡུལ་གཅིག་གི་རྒྱལ་ཁབ་གཅིག་གི་རྒྱལ་བ་རང་བཙན་ཡུལ་ཡོན་གཅིག་གི་རྒྱལ་ཁབ་གཅིག་གི་དཔོན་པོ་གནང་ཞིང་སྤྱི་དཔོན་གཅིག་ཀྱང་བྱས་ནས་སྐྱབས་མགོན་རིན་པོ་ཆེ་ལ་དགའ་བསུ་ཞུ་བ་རེད་ལབ་རེད། དེ་སྐབས་མའོ་ཡི་མཆོད་དོན་སི་ཏཱ་ཉིད་མཉེས་བྱེད་ལ་སྐྱབས་མགོན་རིན་པོ་ཆེ་མའོ་ཙེ་ཏུང་མཇལ་འཕྲད་བྱུང་བར་བ། བོད་མེས་རྒྱལ་ནང་ཕྱིར་ལོག་བྱེད་པ། བྱེད་པ་དང ྋགོང་ས་མཆོག་རྒྱ་ནག་གི་ཚོགས་ཆེན་དུ་ཕེབས་པར་དགའ་བོ་བྱུང་ཟིན་ཏོ། ཁོས་གི་ཧམ་པ་བཤད་རུང་བ་བོད་མེས་རྒྱལ་སང་བོད་དེ་སྔས་མ་ནས་རྒྱ་གི་རྒྱ་ནག་གི་ཁོངས་དག་ཡིན་ཤག་ཙེ་ཡིན་ནོང་དག་བྱས་ནས་བོད་དེ་མེས་རྒྱལ་སང་རྒྱ་ནག་གི་ནང་ལ་ལོག་པ་ལ་དཔེ་དགའ་བོ་བྱུང་ཟེར་བ།

བརྗོད་ས། ཐེངས་གཉིས་པའི་མཇལ་འཕྲད་སྐབས་དང་ཐེངས་དང་པོའི་མཇལ་འཕྲད་སྐབས་བསླབ་གསང་ཐེངས་གཉིས་མཇལ་འཕྲད་སྐབས་དང། མཇལ་འཕྲད་སྐབས་གསུང་བསྒྱུར་ཕུན་ཚོགས་དབང་རྒྱལ་མ་གཏོགས་མེད། ཐེངས་གཉིས་པའི་མཇལ་འཕྲད་སྐབས་ལ་སྐྱབས་མགོན་རིན་པོ་ཆེ་དང་མའོ་ཙེ་ཏུང་བཅས་ཁོང་རང་གཉིས་བཅས་སྐྱབས་མགོན་རིན་པོ་ཆེ་ཁོང་དང་མའོ་ཙེ་ཏུང་དང་དེའི་ནང་ལ་སྐད་བསྒྱུར་གསུང་བསྒྱུར་བ་ཕུན་ཚོགས་དབང་རྒྱལ་ཕུན་ཚོགས་དབང་རྒྱལ་ཁོ་རང་གསུམ་མ་གཏོགས་ཡོད་མ་རེད་ལབ་རེད། དེ་སྐབས་དེ་སྐབས་ཤིག་ལ་མའོ་ཡི་བརྗོད་དོན་ལྟར་དུ་སྐྱབས་མགོན་རིན་པོ་ཆེ་དང་མའོ་ཙེ་ཏུང་སྐད་བསྒྱུར་ལྷུག་པ་འདི་ཡར་གསུང་རྒྱུ་འདི་ཕུན་ཚོགས་རྒྱུ་དེ་སྐབས་ཤིག་ལ་མའོ་ཙེ་ཏུང་ཁ་ལབ་པ་རེད་མའོ་ཡི་བརྗོད་དོན་བོད་མི་རྣམས་སྙིང་རུས་ཅན་ཡིན་པ་དང་བོད་མི་དེ་དཔེ་མི་སྲིད་སྙིང་རུས་ཅན་རེད། སྙིང་རུས་ཅན་ནུས་པ་ཅན་དཔེ་མི་སྲིད་ཀྱི་སྙིང་རུས་ཅན་རེད། མ་གསུང་ལས་ཀ་ག་ཆེ་བའི་སྙིང་རུས་ཆེན་པོ་ཡོད་རེད་ལབ་རེད་མ་འོངས་པར་ལོ་ཉི་ཤུ་མཚམས། མ་མོ་ལོ་ཉི་ཤུ་སོང་ལ་བོད་ནུས་ཤུགས་ཆེན་པོ་ཡོང་རྒྱུ་དང་ཡོད་ངེས་དང་ལོ་ཉི་ཤུ་དེ་རིང་ནས་བརྩི་བའི་གེ་འོ་ད་ལོ་ད་ལྟ་ནས་བརྩི་བའི་གེ་ལོ་ཉི་ཤུ་ཕྱི་ལ་བོད་དེ་དཔེ་མེད་ཞིག་ནུས་ཤུགས་ཆེན་པོ་ཆགས་ངེས་པ་རེད་ལབ་རེད་ནུས་ཤུགས་ཆེན་པོ་ཡོང་གི་རེད་ཡོང་ངེས། ད་ལྟ་རྒྱ་ནག་གིས་བོད་ལ་རོགས་པ་བྱེད་བྱེད་པ་དང་ད་ལྟ་རྒྱ་ནག་གིས་བོད་ལ་རོགས་པ་བྱེད་གི་ཡོད་རེད། མ་འོངས་པར།

གཉིས་པ་དེ་ཡུལ་གྱི་ཡར་རྒྱས། ཡུལ་གྱི་ཡར་རྒྱས་ལ་བཀག་འགོག་བྱེད་ཀྱི་རེད་ལབ་རེད། འོ་དེ་ཐོག་གཉིས་པ་དེ་ཡུལ་གྱི་ཡར་རྒྱས་འགྲོ་ཡུལ་ཡར་རྒྱས་འགྲོ་ཡ་ལ་བཀག་འགོག་བྱེད་ཀྱི་རེད་དུས་གནོད་སྐྱོན་བྱེད་ཀྱི་རེད་བར་ཆད་བྱེད་ཀྱི་རེད་ལབ་རེད། བོད་དང་སོག་པོ་གཉིས་ལ་དུག་དེ། བོད་དང་སོག་པོ་གཉིས་ལ་དེ་འཇམ་པ་རེད་ཅེས་འདོད་བོད་དང་སོག་པོ་གཉིས་ལ་དུག་དེ། ཆོས་ཐུགས་རེག་ལབ་ར་བ་བོད་དང་སོག་པོ་གཉིས་ནང་པ་ཆེན་པོས་ནང་པ་སངས་རྒྱས་ཆོས་འདི་བོད་དང་སོག་པོ་གཉིས་ཧ་ཅང་དག་རུ་ར་བ་རྒྱུ་མཚན་དེ་ལ་བརྟེན་ནས་དུག་དེ་བོད་དང་སོག་པོ་གཉིས་ལ་ཁྱབ་བསྡད་ཡོད་རེད་ལབ་ར་འོ་དེ་ལབ་པ་རེད་ལབ་ར་དེ་མ་ཟད་པའི་སྐྱབས་མགོན་པོ་ཆེ་རྒྱ་ནག་ལ་བཞུགས་རིང་ལ་རྒྱ་ནག་གི་བོད་ཕྱི་རྒྱལ་དཔོན་རིགས་སུ་དང་ཡང་མཇལ་འཕྲད་གནང་ཐུབ་ཡོད་མ་ར་བ་རྒྱ་ནག་གི་བར་ཆད་ཕྱིན་ནས་གཏེར་ཁ་ཕྱེས་མཁན་དཔོན་རིགས་མང་པོ་ཕེབས་ཡོད་རེད་དེ་ཡིན་ན་ཡང། པན་ཆེན་ནེ་རུ་གཙོས་པའི་མཁན་མང་པོ་ཕེབས་ཡོད་རེད་དེ་སུ་གཅིག་ཀྱང་སྐྱབས་མགོན་པོ་ཆེ་མཇལ་འཕྲད་གནང་བཅུག་ཡོད་མ་རེད་རྒྱ་ནག་གི། ཕྱི་རྒྱལ་དཔོན་རིགས་མང་པོ་ཕེབས་ཡོད་རེད་ནེ་རུ་ལ་སོགས་པའི་ཕྱི་རྒྱལ་དཔོན་རིགས་མང་པོ་ཕེབས་ཡོད་དེ་ཡིན་ན་ཡང་རྒྱ་ནག་གི་བར་ཆད་ཕྱིན་ནས་སྐྱབས་མགོན་རིན་པོ་ཆེ་མཇལ་འཕྲད་གནང་བཅུག་ཡོད་མ་རེད་དོ་དེ་ཁྱིམ་པ་ཆེ་བོ་རེད་ད་ཅག་དེ་སྲིད་ཨ། ྋགོང་ས་མཆོག་རྒྱ་ནག་ཏུ་ཕེབས་དགོས་པ། ཕེབས་པའི་དགོས་པ། ཕེབས་པ་ལ་དགོས་པ། ྋསྐྱབས་མགོན་རིན་པོ་ཆེ་རྒྱ་ནག་ལ་ཕེབས་པ་ལ་དགོས་པ་གར་གར་བྱུང་ཞག ྋཔེ་ཅིང་ནས་ཐད་ཀར་ལྟ་རྟོག་འོག་དམག་སྲིད་ལྷན་ཁང་འཛུགས་རྒྱུའི་ཚབ ྋནང་སྤྱི་དང་ཁ་བྱེ་ལ་བ་ཡིན་ན ྋཔེ་ཅིང་ནས་རྒྱ་གར་པེ་ཅིང་ནས་ལྟ་རྟོག་ཡོད་པའི་ཁ་བྱེ་ལ་བོད་ལ་དམག་སྲིད་ལྷན་ཁང་གསལ་བཙུགས་ཡག་བྱས་པ་རེད་དམག་སྲིད་ལྷན་ཁང་གསལ་ཡག་གི་བཙུགས་ཡག་ཐག་བཅད་པ་རེད་རྒྱ་ནག་གི་ཁ་བྱེ་ལ་པེ་ཅིང་ནས་ཐད་ཀར་ལྟ་རྟོག་འོག་དམག་སྲིད་ལྷན་ཁང་འཛུགས་རྒྱུའི་ཚབ་ཏུ་སྤྱིར་བཏང་རྒྱ་ནག་གིས་དམག་སྲིད་ལྷན་ཁང་ཟེར་ཡ་དེ་གཙུག་ཡ་གི་ཐག་ཐག་གཅོད་བྱས་པ་དང་ཡིན་ན་ཡང་སྐྱབས་མགོན་རིན་པོ་ཆེ་རྒྱ་ནག་ལ་ཕེབས་པ་དང་ཕར་ཚུར་བཀའ་སློབ་གནང་ནས་ཕར་ཚུར་བཀའ་མོལ་གནང་ནས་གར་ཆེད་རེད། དམག་སྲིད་ལྷན་ཁང་གི་ཚབ་ཏུ། དམག་སྲིད་ལྷན་ཁང་གི་ཚབ་ཏུ། བོད་རང་སྐྱོང་ལྗོངས་གྲ་སྒྲིག་ལྷན་ཚོགས་འཛུགས་རྒྱུ་བྱས་པ་རེད་ལ་ད་སྐྱ་འབུར་གར་སོང་ཟེར་ལབ་ཅིག་དང་བྱས་ལ་ཕན་ཐོགས་ཞེ་དྲག་བྱུང་ཡོད་མ་རྟ། དང་པོ་རྒྱ་ནག་གི་དམག་སྲིད་ལྷན་ཁང་བཙུགས་ཡག་བྱས་ནས་སྐྱ་འབུར་ཚོ་རྒྱ་ནག་ཏུ་ཕེབས་ནས་རྒྱ་ནག་མའོ་ཙེ་ཏུང་མཉམ་དུ་ལ་བཀའ་མོལ་གནང་ནས་ཐག་གཅོད་གལ་ཆེ་བ་ད་དམག་སྲིད་ལྷན་དམག་སྲིད་ལྷན་ཁང་བཙུགས་མི་དགོས་བྱས་དེ་ཡི་ཚབ་ལ་བོད་རང་སྐྱོང་བོད་རང་སྐྱོང་ལྗོངས་བོད་མ་ག་ས་བོད་རང་སྐྱོང་ལྗོངས་གྲ་སྒྲིག་ལྷན་ཚོགས་སེ་འཛུགས་རྒྱུ་ཡིན་ལབ་རོགས་འདེད་བྱས་པ་དེ་དགོས་པ་གཅིག་གཅིག་བྱུང་བ་རེད་ལར་ད་དེ་ལ་རེ་བ་ཞིབ་པོ་གནང་ཡོད་རེད་བ། སྐྱབས་མགོན་རིན་པོ་ཐུགས་རེ་ཆེན་པོ་ཞུ་གནང་ཡོད་དེ། ལྷན་ཚོགས་འཛུགས་རྒྱུ་དང་དེར་འཐུས་མི་ལྔ་བཅུ་ང་གཅིག་ཡོད་པ་ནི་སྔར་མ་གཏོགས་བོད་པ་ཤ་སྟག་ཡིན་པ་བོད་ཤ་སྟག་ཤི་སྟག་ཡིན་ས་རེ་བ་ཆེན་པོ་འདུག་དེ་ཐོག་བྱས་ཙང་དམར་སེར་དཀར་བོད་རང་སྐྱོང་ལྗོངས་དྲ་སྦྲེལ་ལྷན་ཚོགས་དེ་ལ་འཐུས་མི་ལྔ་བཅུ་ང་གཅིག་ཡོད་པའི་ནང་ནས་སྔར་མ་གཏོགས་ཚང་མ་སྔར་མ་གཏོགས་ཚང་མ་བོད་པ་རེད་རྒྱུ་མཚན་དེ་ལ་བརྟེན་ནས་སྐྱབས་མགོན་རིན་པོ་ཆེ་གི་ཐིག་ལེ་དཔེ་མི་སྲིད་ཀྱི་ཐུགས་རེ་ཞུ་གནང་ཡོད་རེད་ཡིན་ན་དེ་བྱུང་ཡོད་མ་རེད་ད་དེའི་སྐབས་ལ་ཁ་རེད་བོད་རང་སྐྱོང་ལྗོངས་དྲ་སྦྲེལ་ལྷན་ཚོགས་བོད། བོད་རང་སྐྱོང་ལྗོངས་གྲ་སྒྲིག་ལྷན་ཚོགས་ཀྱི་ཚོགས་གཙོ་སུ་རེད་ཚོགས་གཞོན་སུ་རེད། ཚོགས་གཙོ་གཞོན་པ་སུ་རེད་དྲུང་ཡིག་སུ་འདི་བཀོད་རམ། བཀོད་ཡོད་ད་ཟེར་ཡ། དེ་ཡི་གཙོ་འཛིན། དེ་ཡི་གཙོ་འཛིན། དེ་ཡི་གཙོ་འཛིན་གོང་ས་མཆོག་དང་ཟེར། བོད་རང་སྐྱོང་ལྗོངས་གྲ་སྒྲིག་ལྷན་ཚོགས་ཀྱི་གཙོ་འཛིན་གོང་ས་མཆོག་དང་པཎ་ཆེན་རིན་པོ་ཆེ་བཅས། རྒྱ་ཡི་དཔོན་རིགས་གཙོ་འཛིན་གཞོན་པ་རྒྱ་ཡི་དཔོན་རིགས་ཀྱི་གཙོ་འཛིན་གཞོན་པ་བཅས། ང་ཕོད་དྲུང་ཡིག་ཆེན་མོ་བཅས་ཡིན་པ་རེད། ཚོགས་འདུ་བོད་རང་སྐྱོང་ལྗོངས་དྲ་སྦྲེལ་ལྷན་ཚོགས་ཀྱི་ཚོགས་གཙོ་དེ་ལ་སྐྱབས་མགོན་རིན་པོ་ཆེ་དང་པཎ་ཆེན་རིན་པོ་ཆེ་བཅས། ཚོགས་གཞོན་དེ་ལ་རྒྱ་ནག་གི་དཔོན་རིགས་གཅིག་བཅས་དེའི་དྲུང་ཆེ་དེ་ལ་ང་ཕོད་ངན་པ་འཇིགས་མེད་བཅས་བཅོལ་བ་རེད་ལབ་རེད། དེར་རེ་བ་ཆེན་པོ་གནང་ཡང་མཐར་བོད་རིགས་རྣམས་རྒྱ་མིའི་བཀའ་གང་ལ་བཀའ་གང་དྲང་ལ་ཤར་སྐྱོད་བྱེད་དགོས་པར་བརྟེན་གྲུབ་འབྲས་གང་ཡང་མ་སོན། སྐྱབས་མགོན་རིན་པོ་ཆེ་གི་དམག་སྲིད་ལྷན་ཚོགས་ཀྱི་ཚབ་ལ་བོད་རང་ལྗོངས་ཀྱི་དྲ་སྦྲེལ་ལྷན་ཚོགས་བཙུགས་པ་ལ་རེ་བ་ཆེན་པོ་ཞི་བོ་ཆེ་བ་རེ་བ་སྔ་མ་དང་ལྔ་བཅུ་ང་གཟིགས་ནས་སྔ་མ་དང་ཚང་མ་བོད་པ་རེ་བ་རེ་བ་ཆེན་པོ་ཆེ་བ་རེ་དེ་ཡིན་ན་ཐ་མ་ཐ་མ་བོད་རིགས་རྣམས་རྒྱ་ནག་གི་བཀའ་གང་དང་རྒྱ་ནག་གི་གང་གར་ལབ་པ་ན་བོད་མི་བོད་མི་དེ་བོད་མི་པ་ཚོ་ཚོ་དེ་དགའ་ས་བོད་རང་ལྗོངས་ཀྱི་བོད་རང་ལྗོངས་དྲ་སྦྲེལ་ལྷན་ཚོགས་ནང་ལ་ཡོད་པའི་བོད་མི་ཚོ་རྒྱ་ནག་གི་བཀའ་གང་གནང་བ་ནང་བཞིན་བྱེད་དགོས་པ་ལ་བལྟས་ནས་བྱས་ཙང་ནུས་པ་ཐོན་ཡོད་མ་རེད་ལབ་རེད་ད་ཆ་དེ་གཟིགས་ཨ།

འགྲོ་ཤོག་དང་ནི་འགྲོ་ཟླ་ཕུལ་བར་འགྲོ་ཟླ་དང་འགྲོ་ཤོག་འགྲོ་ཤོག་དང་ནི་བཞིན་འགྲོ་ཟླ་རེ་འགྲོ་ཟླ་རག་འགྲོ་ཡོད་རོ་ཨོ་ཚེ་འདི་འདི་གཅིག་ལ་ཀུན་གྲོལ་ཕེབས་རོགས་གནང་བསྐྲིས་བྱས་ཡོད་རོ་ཨོ་འདི་གར་གར་ཟེར་ཞེས་ཟེར་ཨ། གོང་ས་མཆོག་པེ་ཅིང་དུ་ལོ་གཅིག་ཙམ་བཞུགས་དགོས་པར་བཞུགས་དགོས་པར་གྱུར་ནས་བཞུགས་དགོས་པ་ཆགས་ནས་བོད་ཀྱི་ལོ་སར་འཁེལ་སྐབས་བོད་ཀྱི་ལོ་སར་འཁེལ་བའི་སྐབས་ལ་རྒྱ་ནག་གི་དཔོན་རིགས་ཆེ་གྲས་དཔོན་རིགས་ཆེ

སྐྱབས་འགྲོ་རིན་པོ་ཆེ་གིས་རྒྱ་ནག་གི་དཔོན་རིགས་ཚོ་མའོ་ཙེ་ཏུང་གཙོ་བོ་གྱུར་པའི་དཔོན་རིགས་ཚོ་ལ་ལོ་སར་གྱི་འགྲོ་ཞོར་བཏང་བའི་གི་རི་མོ་དེ་ལ་མཐུན་པ་དཔོན་ཞིག་བྲིས་ཡོད་རེད་ལབ། དེ་ཡང་ང་ཚོའི་ཕྱོགས་ནས་བལྟས་ན་ས་བྲིས་ཆ་དེ་མི་རིགས་མཐུན་སྒྲིལ་མཚོན་ཟེར། རྒྱ་ནག་གི་མི་རིགས་མཐུན་སྒྲིལ་མི་རིགས་མཐུན་སྒྲིལ་བེད་སྤྱོད་བྱེད་དེང་སང་བྱེད་ཀྱི་ཡོད་རེད་བ། བྱས་ཙང་སྐྱབས་མགོན་རིན་པོ་ཆེ་གིས་དེ་མཐུན་པ་དཔོན་ཞིག་འགྲོ་ཞོག་དེ་ལ་མཐུན་པ་དཔོན་ཞིག་གི་རི་མོ་བྲིས་ཀ་རྒྱུ་མཚན་ག་རེ་ལབ་པ་ཡིན་ན་འོ་དེ་མི་རིགས་མཐུན་སྒྲིལ་མཚོན་གྱི་ཡོད་ལབ་རེད།

སྐྱབས་མགོན་རིན་པོ་ཆེ་ང་ཚོ་བོད་ཀྱི་ལུགས་སྲོལ་ལ་ཟས་ཀྱིས་ཕུལ་ཏེ། དཀོན་མཆོག་ལ་ཕུལ་བའི་གི་ཚོན་དང་ཞལ་ལ་གཏོར་ཚུལ་ཡོད་ལབ་ར་མའོ་ཚེ་ཏུང་གི་དང་པོ་ཕག་པ་དགའ་ས་འདི་ཁྲིམས་བུ་ཞེས་ད་གར་གླེང་དགོས་ན་ཕྱེ་མར་དེ་ཕྱེ་མར་ལ་སོགས་པ་ག་རེ་ཡིན་པ་ཡིན་ནའོ་དེར་ཁྲིམས་བུ་ཞལ་གླས་ནས་བརྩིགས་ཙང་གནམ་ལ་གཏོར་ཚུལ་བྱས་ནས་རྣམ་འགྱུར་བསྒྱུར་ནས་རྣམ་འགྱུར་མི་འདྲ་བ་བསྟན་ནས་འོ་ས་ལ་ཡང་མ་ལ་བཤོལ་སོང་ཟེར་ལབ་ར་འོ་གཏོར་ས་དེ་ཁོ་རང་གི་མདོག་བསྟན་གྱི་ཡོད་ར་འོ་གཏོར་ཟེར་ལབ། རྒྱ་ནག་མི་མང་དགའ་ས་རྒྱ་ནག་མི་མང་གི་དགའ་ས་མདོག་ལྟ་དེ་ཤུགས་འདི་ལ་དགའ་ས་རྒྱ་ནག་མི་མང་གི་ཕྱི་རྒྱལ་གྱི་གནས་ཚུལ་གནས་ཚུལ་དགའ་ས་གོ་རྒྱུ་གི་གོ་སྐབས་མེད་པ་མདོག་རྒྱ་ནག་གི་མི་མང་མི་མང་ལ་ཕྱི་རྒྱལ་གྱི་གནས་ཚུལ་ཉན་རྒྱུའི་གོ་སྐབས་མེད་མེད་པ་མེད་ད་འདི་དེ་ཤུགས་འདི་ལ་དགའ་ས་ལན་རྒྱ་ནག་གི་མི་མང་ཚོ་ལ་ཕྱི་རྒྱལ་གནས་ཚུལ་ཉན་ཡག་གི་གོ་སྐབས་ཁོ་ན་ཡོད་མ་རེད་ཉན་ཡག་གི་ཨོང་རྩེད་ཁོ་ན་ཡོད་མ་རེད་ལབ་རེད། རྒྱ་ནག་གི་མི་དམངས་ཚོ་ལ་ཕྱི་རྒྱལ་གྱི་གནས་ཚུལ་ཉན་རྒྱུའི་གོ་སྐབས་ཡོད་མ་རེད་ཟེར་བ་དེ་མེད་པ་དང་སྐྱབས་དངུལ་ཁུར་གར་སོང་གི་རེད། གོ་སྐབས་མེད་པ་གོང་ས་མཆོག་དེ་ཡང་རྒྱུ་མཚན་ག་ཟེར་ན་གོང་ས་མཆོག་རྒྱ་ནག་ཏུ་བཞུགས་སྐབས་ཟེར། གོང་ས་རྒྱ་ནག་བཞུགས་ར་རྒྱ་ནག་དཔོན་རིགས་རྒྱ་ར་དཔོན་གཉིས་གཙོས་ཟེར་ད་སྐྱབས་མགོན་རིན་པོ་རྒྱ་ནག་ལ་བཞུགས་པའི་སྒང་ལ་རྒྱ་ནག་དཔོན་རིགས་གཙོས་པའི་གི་དཔོན་རིགས་མི་དམངས་རྣམས་ལ་འཛམ་གླིང་གི་གསར་འགྱུར་ཉན་རྒྱུའི་གོ་སྐབས་རྩ་བ་ནས་མེད་པར་གཟིགས་ཟེར། སྐྱབས་མགོན་རིན་པོ་རྒྱ་ནག་ལ་བཞུགས་པའི་རིང་ལ་རྒྱ་ནག་གི་དཔོན་རིགས་གཙོ་བོ་བྱས་པའི་མི་མང་དེ་ཚོ་ལ་ཕྱི་རྒྱལ་གྱི་གནས་ཚུལ་རྩ་བ་ཉིད་ཉན་ཡག་གི་གོ་སྐབས་མེད་པ་ཨོ་ཨོ་དེ་སྐྱབས་མགོན་རིན་པོ་གསལ་པོ་ཟིག་སོང་ལབ་རེད་རྒྱུ་མཚན་ག་དེ་གསུང་དགོས་གདའ། རྒྱུ་མཚན་གང་ལ་ཞེ་ན། ཉིན་གཅིག་པེ་ཅིང་དུ་ཉིན་གཅིག་ཀྱང་པེ་ཅིང་དུ་པེ་ཅིང་དུ་གྲོང་གསེབ་ཅིག་ཏུ་རྒྱ་མི་དཔོན་རིགས་དང་མཉམ་དུ་ཕེབས་ཁ་སྐྱབས་མགོན་རིན་པོ་ཆེ་པེ་ཅིང་ལ་བཞུགས་པའི་སྐབས་ལ་ཉི་མ་ཕྱེད་རྒྱ་ནག་གི་དཔོན་རིགས་མཉམ་དུ་ལ་གྲོང་གསེབ་ཅིག་ན་ལ་རྒྱ་ནག་གིས་རྒྱ་མི་གི་གྲོང་གསེབ་ཅིག་ན་ཕེབས་པའི་སྐབས་ལ། མཉམ་དུ་ཕེབས་སྐབས་རླུང་འཕྲིན་ལྟ་སྐབས་ཁ་ཞིང་ཡ་མཚན་ཁ་ཞིང་ཡ་མཚན་འདི་ལྟ་དོན། ཕེབས་སྐབས་རླུང་འཕྲིན་ནས་རླུང་འཕྲིན་དང་རླུང་འཕྲིན་ཡོད་ར་བ་ཨོ་རླུང་འཕྲིན་རླུང་འཕྲིན་ནས་ཨིན་ཇི་བྷི་བྷི་སི་གསར་འགྱུར་བརྗོད་མཁན། རོལ་ཆ་འདྲ་བོ་ཞིག་བཀོལ་བ་དང་ད་སྐབས་དོན་རྐྱང་རིན་པོ་ཆེ་དང་འདི་རྒྱ་ནག་གི་དཔོན་རིགས་ཁ་ཤས་དེ་རྒྱ་སེ་པེ་ཅིང་ལུས་པའི་གྲོང་གསེབ་ཅིག་ལྟ་སྐོར་ཕེབས་ཡོད་ཟེར་ར་བ་སྐབས་དེ་དུས་གང་ལ་སྦི་སྦི་སི་གི་དང་གནས་ཚུལ་མ་ཤེས་པའི་སྔོན་ལ་ཅིག་རོལ་ཆ་འདྲ་ཞིག་བཏང་གི་འདུག་ཅིག་ཅིག་རོལ་ཆ་འདྲ་བཏང་གི་གནས་ཚུལ་མ་ཤེས་སྔོན་རོལ་ཆ་ཞིག་བཏང་གི་འདུག་ཨོ་དེ་སང་སྦི་སྦི་སི་གི་གསར་འགྱུར་བརྗོད་མཁན་ཞིག་མ་ཤེས་འཇུག་བཤད་ཡག་མཁན་མ་ཤེས་མ་ཤེས་ཙམ་གྱི་སྔོན་ལ་འཇོག་མཁན་རོལ་ཆ་འདྲ་བོ་ཞིག་བཀོལ་བ་དང་ཨོ་དེ་རོལ་ཆ་འདྲ་བོ་བཀོལ་བའི་སྐབས་ལ་ཆབས་ཅིག་མཉམ་དུ་ཡོད་པའི་རྐྱང་རིན་པོ་ཆེ་དེ་བཀོལ་བ་དང་ག་ཆེ་རེད་ཆབས་ཅིག་མཉམ་དུ་ཡོད་པའི་དཔོན་རིགས་དེ་ཚོའི་གདོང་གི་རྣམ་འགྱུར་འབྲོག་པའི་རྣམ་པར་གསལ་པོ་ཐོན་སོང། སེར་པོ་ཤེའུ་སྐྱབས་མགོན་རིན་པོ་ཆེ་མཉམ་དུ་ལ་ཡོད་རེད་བ། སྐབས་དེ་དུས་ང་ད་སྦི་སྦི་སི་ནང་ལ་གསར་འགྱུར་ག་རེ་བཤད་ཡོང་བསམ་ཡོང་བསམ་འདུག་གི། དེའི་གི་འཇིགས་སྣང་དང་དེའི་དངངས་སྐྲག་ལ་བརྟེན་ནས་སྐྱབས་མགོན་རིན་པོ་ཆེ་མཉམ་ལ་ཡོད་པའི་གི་དཔོན་རིགས་དེ་ཚོའི་གདོང་པའི་རྣམ་འགྱུར་ཚད་མ་འགྱུར་སོང་ལབ་རེད། ད་ཆེན་སོག་གི་ལམ་སང་ཁོང་ཚོ་གི་དེ་བཀག་བྱས་ཡིན་ག་རང་འོ་དེ་རྒྱུ་མཚན་དེ་ལ་བརྟེན་ནས་རྒྱ་ནག་ལ་ཡོད་པའི་རྒྱ་ནག་གི་དཔོན་རིགས་དཔོན་རིགས་གཙོ་བོད་ཀྱི་མི་མང་ཚོ་ལ་ཕྱི་རྒྱལ་གྱི་གསར་འགྱུར་ཡང་ཡང་གོ་ག་སྐབས་གསར་བ་གཉིས་ནས་ཡོད་མ་རེད་ལབ་རེད་འོ་འདི་པ་ད་ནང་ང་ཚོ་འཇིན་རྒྱ་ནག་ལེའུ་ད་ལྟ་ང་ཚོ་རྒྱ་མི་གུང་ཁྲན་ནང་ཟེར་ཡག་གི་མདོར་བསྡུ་བྱས་ནས་འདི་ནང་མ་ཚང་པ་དུ་ཡོད་མ་མདོར་བསྡུ་ཚང་མ་ཚང་དུ་ཡོད་རེད་ཡིན་ན་ཁྱེད་རང་ཚོ་རྒྱལ་པོ། རྒྱལ་པོ་དང་དེ་འདྲའི་ཤེས་འདོད་ཡོད་པའི་དབང་དུ་བཏང་སོང་ན་ཕ་གིས་འཛིན་སྟངས་ཀློག་སྟེ་ལོག་ཡ་རེད་འཛིན་སྟངས་ཀློག་སྟེ་ལོག་ནས་དེ་ནང་ལ་མ་མཁྱེན་པ་ག་རེ་ཡོད་ན་ག་རེ་ཡོད་ན་སྦས་གསང་མེད་པ་བྱས་ན་ག་ཞེ་སྣང་ཚུལ་སྣང་མེད་པ་བྱས་ཚུལ་བྲིས་རོགས་གནང་ངས་གང་ཟག་སྒེར་ལ་ཡིན་ན་རེད་གང་ཚེ་ཡང་སྤུ་བོ་གཉིས་གསུམ་མཉམ་དུ་བྲིས་པ་ཡིན་ན་ཁྱེད་རང་ཚོ་སུ་ལ་ང་ལ་སུ་ང་ལ་སྐད་ཅིག་རེ་ངས་དགའ་བསུ་ངང་ནས་དགའ་བོ་ངང་ནས་ཁྱེད་རང་ཚོ་ལ་ངས་ལོན་སྤྲད་ཡིན་བྱས་ཙང་འདི་མདོར་བསྡུས་ཀྱིས་འདི་ན་བཤད་ཡོད་ད་དེ་བྱས་ཙང་ངས་ཞུ་བ་ནང་བཞིན་ཕ་གི་ནང་ལ།